ང་ཚོ་བོད་སྤྱི་བོ་གནམ་བསྟན་ཡོངས་སུ་རྫོགས་པའི་ཟབ་གསོག་བྱ་བ་དཔེ་གལ་ཆེན་པོ་རེད། སྤྱི་གསུམ། སྤྱི་བདེ་སྐད་རེས། དཔེ་ལ་ཡོད་པ་ནང་བཞིན་བྱས་བྱས་ནས་ལྷོད་ཡངས་གངས་ཆེན། ཡང་ན་བློ། ཡི་གེ། ཇི་རིམ་བཞིན་སྲུང་བ་ནང་བཞིན་བྱས་ནས་ཕྱོགས་རེ་བའི་བསམ་འདུན་གང་ལ་ཕྱིན་པ་ཡིན་ན་ཨེ་ནི་གོ་ལག་རྩེ་གི་རེད།

ཡང་དག་རྣམ་དག་གི་ཡི་གེ་ཆེན་པོ་རྣམས་སུ་ཤེས་པར་བྱའོ། ཆོས་ཀྱི་བྱ་བ་བསྟན་པ་ལ་སང་ཆོས་ཀྱི་བྱ་བ་བསྟན་པ་ལ། ཆོས་ནི་གདམས་ངག་འདིའི་གཞུང་བྱང་ཆུབ་ལམ་གྱི་སྒྲོན་མའོ། ཇོ་བོས་མཛད་པའི་གཞུང་མང་དུ་ཡོད་ཀྱང་རྩ་བ་ལྟ་བུ་ཡོངས་སུ་རྫོགས་པ་ནི་ལམ་སྒྲོན་ཡིན་ཏེ། མདོ་སྔགས་གཉིས་ཀའི་གནད་བསྡུས་ནས་སྟོན་པའི་བརྗོད་བྱ་ཡོངས་སུ་རྫོགས་པ་དང།

བརྒྱ་བྱིན་སྤྱོད་རྒྱུད་ཀྱི་ཁྱེར། ཐོགས་མེད་ཀྱི། ལུས་ཀྱི་མཁས་པ་བླ་མ་སེར་རིན་པོ་ཆེ། དེ་ཉིད་ཀྱི་དྲུང་ནས། དེ་ཉིད་ཀྱི་གདམས་པས་བརྒྱན་པའི་ལུགས་གཞན་ལས་ཁྱད་པར་དུ་འཕགས་པའོ། ཡང་དེ་ནས་གཞུང་དེའི་གདམས་ངག་གི་ཆེ་བ་ལ་བཞི། བརྟན་པ་དུ་ཅིང་འགལ་མེད་དུ་རྟོགས་པའི་བྱ་བ། གསུང་རོལ་མོ་ལུས་གདམས་ངག་ཏུ་འཆར་བའི་བྱ་བ། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་བྱ་བ། ཉི་ཤུ་ཆེན་པོ་རང་འགགས་སུ་འགྲོ་བའི་བྱ་བའོ། དང་པོ་ལ། བརྟན་པ་ནི། ཤེས་རབ་སྒྲོན་མེ་རྒྱ་ཆེར་འགྲེལ་པ་ལས།

བསླུ་གསུམ་དུ་བྱ་བ་སུས་བརྩོན་ནས་འགོག་པའི་བདེན་པ། བསྒོམ་པར་བྱ་བ་སུས་ལམ་གྱི་བདེན་པ། དོན་གཉིས་བདེན་པ་བཞི་ལས་བརྩམས་པས་ཨེ་ནི་ཆོས་ཚུལ་དེ་རེ་ཟུང་ཡིན་པ་རེད། བདེན་པ་བཞིའི་རྣམ་གཞག་ཕྱིན་ཅི་མ་ལོག་པར་སྟོན་པ་སྟེ་བཅོམ་ལྡན་འདས་ཀྱི་གསུང་རབ་ཅེས་བྱ་བ་ཡིན་ནོ་ཞེས་གསུངས་པ་ལྟར་རྒྱལ་བས་ལེགས་པར་བཤད་པར་ཇི་སྙེད་པའོ། རབ་གནས་ཆེན་མོ་ཡང་འདི་འདི་སྐྱེས་བུ་འབྲིང་གི་ཁུ་ཐུག་སྟེ། དེ་ལྟ་ན། དེ་ལྟ་ན་བདེན་པ་ཞེས་ནི། ཐེག་པ་ཆེ་ཆུང་གི། ག་སོགས་པའི་མདོ་སྡེ་ཐམས་ཅད་ནས་ཡིན་ནི་པའི་སྟོན་པས། སངས་རྒྱས་ཀྱི་པའི་ལམ་གྱི་པའི་སྡོམ་ཆེན་པོ་ཡིན་ཞེས་ནི། འདིའི་གཞུག་གུ་སྟེ་སློབ་མ་ཁྲིད་པའི་རིམ་པ་ཡང་དེ་ལྟར་དུ་བྱའོ་ཟེར་གྱིས་གསུངས་འདུག་ག། དེ་ལ་ངས་ནམ་རྒྱུན། བདེན་བཞི་ནས་མ་ད་སངས་རྒྱས་ཀྱི་ཆོས་ངོ་སྤྲོད་བྱེད་བསྡད་ཨ་དེ་རྒྱུ་མཚན་འདི་རེད་དེ་གནད་འགག་ཆེན་པོ་འདུག་ག། གསུང་རབ་ཅེས་བྱ་བ་ཡིན་ནོ་ཞེས་གསུངས་པ་ལྟར་རྒྱལ་བས་ལེགས་པར་བཤད་པ་ཇི་སྙེད་པའོ། དང་མདོར་ན་རྒྱལ་བས་ལུང་གི་བསྟན་པ་བདེན་པ་བཞི་ལས་བརྩམས་པའི། ལེགས་བཤད། ཐུ་བའི་བཀའ་ལུང་དང་དེ་ལུང་གི་བསྟན་པ་དེ་བྱས་ལུང་གི་བསྟན་པ་དེ། དེ་ཐམས་ཅད་འགལ་མེད་དུ་རྟོགས་པ་ཟེར་ཡ་དེ་དེ་ཐམས་ཅད་འགལ་མེད་དུ་རྟོགས་པ་ནི་འདིར་གང་ཟག་གཅིག་སངས་རྒྱས་པའི་ལམ་དུ་གོ་བ་སྟེ། དེ་ཡང་ཁ་ཅིག་ནི་ལམ་གྱི་གཙོ་བོ་ཁ་ཅིག་ནི་ལམ་གྱི་ཡན་ལག་ཅི་རིགས་པར་འགྱུར་བའོ། ད་བཅོམ་ལྡན་འདས་ཀྱིས་ཀྱིས། གདུལ་བྱ་བློ་རབ་འབྲིང་གི་དབང་ལས། ཨེ་ནི་ཁྲིད་སྟངས་མི་འདྲ་མི་འདྲ་གསུངས། བྱས་དེ་འབྲས་ཀྱི་ཐོག་ནས། གདུལ་བྱ་འགའ་ཞིག་གི་ངོ་ལ་ལྟོས་ནས་བཀའ་ཞེས་པ་དེ་གདུལ་བྱ་འགའ་ཞིག་གི་ངོ་ལ་ལྟོས་ནས་གནང་བ། གནང་བ་ཚོགས་འདུ་མ་ཟད་པའི་སྒྲུབ་དགོས་ཡ། ཡང་འགའ་ཞིག་གི་སྐབས་ལ་ཡ། གནང་ཞེས་པ་དང་སྒྲུབ་ཞེས་པ་དེ་འདྲས་ཡང་འགའ་ཞིག་གི་སྐབས་ལ་བཀའ་ཞེས་ཡ་དེ་འདྲས་ཡོང་གི་འདུག་ག། ཁོ་བོ་ཀྱིས་དགོས་པའི་དབང་གིས་གདུལ་བྱའི་བུ་གའི་བུ་ག་སོགས་ལ་བུ་གའི་ཉམས་ལེན་གྱི་ག་ལྟར་བྱེད་བུ་གའི་ལྟར་ཉམས་ལེན་གྱི་གནད་གཙོ་བོ་གཙོ་བོ་ནི་ནང་བསམ་བློའི་ནུས་པ་ལ་དཔག་པའི་སྣང་གང་འདྲ་མི་འདྲ་ཡོང་སྡེ་གི་ཡོང་རེ་བ་ས་དེ་འདྲ་ཡིན་པ་ཡིན་དུས་ས་ནས་དེ་ཚོའི་གྲས་དེ་དེ་ཐམས་ཅད་ལོ་གང་ཟག་གཅིག་འཚང་རྒྱ་བའི་ལམ་ལ་ཡང་ཉེ་བར་མཁོ་བ་ཞིག་དང། དེ་ཐམས་ཅད་ལོ། ཨེ་ནི། དངོས་དང་བགྱི་བའི་དང་ནི་རྣམ་མཁྱེན་སྤྲུལ་པའི་ཐབས། ཉག་གཅིག་ཏུ་འགྲོ་དེ་ངེས། ཨོ་དེ་རེ་ཤེས་དགོས་ཀྱི་རེད། དང། ཐམས་ཅད་འཚང་རྒྱ་བའི་ལམ་དུ་འགྲོ་སྟངས་དེ། ཁ་ཅིག་ནི་ལམ་གྱི་གཙོ་བོ། ཁ་ཅིག་ནི་ལམ་གྱི་ཡན་ལག་ཅི་རིགས་པར་འགྱུར་བའོ།